བསོད་ནམས་དཔའ་དགོན་ལ་ཚོད་མ་སྣ་མང་ཞིག་གིས་ངོ་སྤྲོད་མཛད། མ་ཚད། དགུ་ནས་གནམ་སའི་རིངས་ལ་ཚོད་མ་ཐོབ་ཐུབ་པ་བྱོས་ཅེས་ལ། བཟོད་ཐབས་སྣ་ཚོགས་ཤིག་གིས་ངོ་སྤྲོད་མཛད་དེ་ནོག། ཡང་ཞིང་བར་དཔའ་དགོན་ནས་ཡི་བཟོད་ཐབས་ཀུན་ལག་ལེན་ནས་ནང་ཁྱོན་བོན་འཇིགས་དང་དགུ་ནས་གནམ་སའི་ཕྱྭ་ཚོད་མ་བསགས་ཅེས་ལ། སྔོན་མའི་ཚིར་ཀ་དང་བཟོད་ཐབས་སོ་མ་ཀུན་ལག་ལེན་ནས་ནང་ཁྱོན་བོན་འཇིགས་དང་ནོག། ཡི་སྐོར་ལ་ས་བུ་སྒམ་ཡུལ་ལས་ཞིང་བར་དཔའ་སྐུ་ཞབས་ཡེ་ཤེས་བླ་མས། རྒུ་ནས་ནམ་ཟེ་རིངས་ལ། ཚོད་མ་བསགས་ཅི་ཟེ་ཚིར་གེ་སྐོར་ལ་ཤ་དང་རྫ། འཇུ་ལེ་ནོ་ནོ་ལེ། ཉི་མའི་ཡེ་ཤེས་ལ་མོ་ཟེར་སྤྱན་ལྔ་བཞུགས་འབར་པ་བཞུགས་ཉྭ་ནོ་ནོ་ལེ་ལོ། ཉི་ཤུ་རྩ་གསུམ་རྩ་བཞི་སྣང་བ་བཞུགས་འབར་པ་བཅོ་སྟེ་དང་ལྔ་བཅུ། ལྔ་བཞི་ཆ་ནོག་ཡ་ལེ་བཞུགས་འབར་པ་ཤ་ལ་བཅོ་སྟེ་ནི་ཡ་ལེ་ལྔ་བཞི་བཅས་བཞུགས་ན། ལྔ་བཞི་མི་རབས་གཅིག་གཉིས་གསུམ་པོ་ཡ་ལེ་མེ་མེ་ལེ་མེ་མེ་ལེ་དུས་ན་ཕར་ལ་མུ་ལ་གཟུགས་མེད་པ་ཨི་ན་བཞིན་ལ་བརྟེན་ཏེ་ས་བཞིན་བརྒྱད་ལ་བརྟེན་ཏེ། སྔར་མ་ད་ཁོ་རང་སྤྲོ་ན། ང་དང་ཀ་ར་ཟེ་ར་ཙོགས་དེ་ནས་སྙུང་དཀར་ཟེ་ར་ཙོགས་པོ་སྤྱི་ཚང་མ་ལག་སྟོན་པོ་ང་དང་ར་བིང་དེ་དེ་ན་བེ་ག་འདུག་སྟེ་ནོག་ཡ་ལེ་དེ་ནས་ད་དག་སང་ང་དང་ར་ད་ང་བཞ་ར་ཏུས་བེ་ག་ཚོད་མ་ཨ་ལུ་ད་ཡ་ང་དང་ར་བེ་འགན་ཤེམ་ལ་མི་སྐྱིད་ད་མ་ན་མི་ཡོང་ཅེས་མི་རུག་ཡ་ནོ་ནོ་ལེ་མ་སྤྱི་ཚང་མ་ཁོ་རང་ས་བཞིན་ག་མ་ན་ཁོ་རང་མི་མིན་ཅེས་ཤིག་མི་རུག་ཡ་ལེ་དེ་ན།

དེ་ནས་འཛག་ས་སྦན་གུ་བི་ཙོགས་པོ་ལུས་དེ་ནོག་ཡ་ལེ་སྦན་གུ་བི་འོ་ང་དང་ཡང་ཨར་མི་ཡང་སྐ་ར་ནོག་དེ་ནས་སྦ་གཟར་ལང་ཁྲོམ་གླང་ཁྱེར་ར་ནོག་དེ་ནས་དགུན་ནི་བྷི་ཡ་ང་དང་ཧོ་ཀྲོལ་ནང་ཡང་ཧ་ཀྲི་ཚང་མ་ལང་ཁྲི་ཀེ་བྷི་ཡ་ཡ་ལེ་སྦན་གུ་བི་དགུན་འབོ་རང་འབོ་རེ་དེ་ནས་ཨར་མི་ཡང་སྐ་ར་དེ་ཡ་ལེ་དེ་ནས་ད་དང་དེ་ནི་སི་ཟན་འབོ་དང་ཨར་ལུ་ནང་བཙོང་ཨེ་ཨི་གཟུགས་པོ་ཡིན་ནོག་ཡ་ལེ་ད་ཨར་ལུ་ང་བཞ་ཁྱིམ་མཚེས་ཚང་མ་བེད་སྤྱོད་སྟེ་དེ་ནས་ང་དང་ལྷག་པར་ཡང་ཁྱོད་ཨ་དེ་ཨ་ལས་དེ་ནས་བེད་སྤོ་ང་ཞག་གཉིས་མ་བཞི་ཧྲི་ང་ཆ་ཅན་ཡང་ནོ་ནོ་ལས། དེ་ནས་ང་ཞག་རང་གཉིས་མ་གཉིས་སྟོན་དེ་ད་རུང་གཉིས་མ་གཅིག། ཙོག་ཤིག་ད་རུང་ཡང་ཆ་ཅན་བཞོ་དེ་ཨ་ལས་དེ་ནས་དེ་ན་ཨ་ལུག་དེ་ནས། གླ་སྦུག་དགུ་ནི་ད་ཡང་ང་དང་ཁྲོམ་བཟའ་ཁེར་སྐྱེས་བཞི་ཨར་མི་ཨ་ཐང་ཅེས། གླ་སྦུག་བཀྲམ་ཉུང།

རྟ་པན་གཅིག་སོང་ཡ་ལེ། གི་རི་ན་བ་ཅིག་ཅེ་ཡང་བཀྲ་མ་བཀྲར་བཏང་སྟེ་བསྡད་ཡ་ལེ། དེ་ནས་ཡང་ཕུད་རྒྱབ་པ་སྒོམ་མ་ཨེག་རི་གལ་ཆ་རེ་སལ་བསྟོད། དེ་ན་ཨུ་སུ་པ་ལག་ཐོན་བསྟོད་ཡ་ལེ་ད། མོང་གོལ་བོ་ཡོད་དེ་ནས་ཐོ་རེ་ཡང་ཨིན་ན་ཨག་ཀྲུ་པར་ནོམ་བ་རེ་ན། མོང་གོལ་བོ་སྐྱབས་སྦོ་ར་ནོག་ཤུ་སྐབས་སྟེ་དེ་ནས་ཡང་ང་དང་ཨུ་སུ་ནང་སལ་ལ་པ་ལག་ཟེ་ར་ཙོགས་ཡང་གི་རི་ན་བ་བཞི་ཡོད་ཡ་ལེ་ང་བཞག་དྲི་པར་མེན་ཨེ་ལེན་པི་སལ་བསྟོད་དེ་ནས

ང་དང་མ་རུམ་བོ་འདོད་པ་གཞང་རག་བསམ་ཡ་ནོ་ནོ་ལེ་ན་ནིང་མ་རུམ་ཐེ་ལ་ཞི་ཏཱ་སི་པིན་དེ་ནས་ཡང་མ་རིག་འབའ་ཟར་ལ་ཐོན་སྐད་ཅིག་ཕིན་བསམ་སྟེ་དེ་ནས་ཁོ་ནི་ང་བཞ་སྤྲེ་སྙིང་བོ་ཡིད་ཚིམས་པོ་ཞིག་བསལ་རྗེས་ལེ་ཉི་མ་མ་ན་ཅིག་མ་ན་ཁོ་རང་ང་དོག་ང་དང་ཨོ་ཕིས་ལ་ཆ་ཙོག་ལ་ཀ་ལ་ལ་ཆ་ཙོག་ལ་སོང་སྟེ་བདེ་མོ་ཡིད་ཚིམས་པོ་ཞིག་འདང་ད་བཞག་ཡིན་ན་ལ་ཧབ་ཏེ་ནང་ཁུག་ཡིན་ན་ང་བཞ་ཟིན་ནར་ལ་ཁད་དེ་དེ་སྦྱོང་བརྡར་དང་ཐོབ་དཀའ་ས་དེ་ནི་ད་ཞིང་པ་དཔའ་ངར་དང་མཛའ་བརྩེ་སྤོ། རང་གདོན་དང་བཀའ་གཟུགས་གདོད་ནས་བསམ་ན་རང་ལ་ཐོན་སྐྱེད་དོ་ཡོད་པ་ན་ཅིས་གདོད་ནས་བསམ་ཅེས་ཁྲོ་མོ་ལ་ཁྱེར་ཅེས་སྨྲ་ན་ཡིད་གཟུགས་དྲག་པོ་ཞིག་ནང་ཕ་མེས་པའི་ཡིད་གཟུགས་ཤིག་ཡིན་རོགས་ནོར་ནོར་ལས་ང་དང་སྤོ་སྤ་ཞིག་ཡང་ཡིན་རོགས་པ་ལས་ང་དང་ཨ་ཕའི་མེས་པའི་ས་སྐྱ་རྡོ་སྐྱ་གཅིག་ཡོད་པ་ན་དེ་ནི་ང་དང་སྤྲོ་ན་གཅིག་པོ་ཨ

ཡང་སྟེང་འཇིགས་ན་རྩ་ཕིག་ས་སྐྱ་གཅིག་སྟོང་པ་ཡོད་དམ་མོད་དེ་ཁོང་ནི་ཕོ་འཇིགས་ཡོང་ཨག་ལས། དེ་ཡང་འབར་འགུལ་པའི་སྟབས་ཅི་ཞིག་ཡོད་དུ་བཞུད་པ་དེ་ནི་ཁོང་ཨ་བསར་ཁོང་ཁ་ཅིག་སྐྱོ་སྟེ་ང་ཡ་སྦྱོང་བརྡར་སར་སྦྱར་ལས་ང་ད་ན་ནིང་ནང་ཡང་ཁོང་ནི་གསལ་ཏེ་ད་ཡང་བ་ཀྲར་མི་ལོན་སྟབས་སེ་ལོ་བཞི་པ་ཆ་ཅན་ལས་ཡིན་ནང་དེ་ནི་ཡང་ང་བཞད་ཁྱིམ་རྩེ་གཟུང་ཡང་སྟབས་སེ་ཡོད་པ་ཡང་མགོ་ལོག་ཅེ་ཡ་ཆ་རུག་སྤྲང་ལོག་ཅེ་ཡ་ཆ་རུག་མོད་དེ་ཁོང་ནི་དེ་ནི་ཨོ་གཟུགས་རྫ་དག་དེ་ནི་མདངས་བདེ་མོ་བཅོས་ཏེ་ཁོང་ནི། ཡང་ལྷག་པར་ཛཱ་ཏེ་ཡུལ་ཏྲེ་ནིང་སར་དེ་ནས་ལི་ཡི་ན་མ་ཅིན་སར་དེ་རི་མོ་གསུམ་པོ་ནོ་ནོ་ལི། དེ་ནས་ཡ་ལི་ཨ་ནང་ན་ཅུལ་ཏྲ་ཡིན་ནོག་ལེ་མོང་གོ་ལི་ཅུལ་ཏྲ་ཡིན་ཡ་ལི་ཡིས་ཏྲ་མ་ཏྲར་པོ་ཐོན་ཏེན་དེ་ནས་ཡིས་ཚང་མ། གུ་བི་བཱན་གུ་བི་ཧའི་བི་རིར་རྫེ་ཤཀན་པོ་ནོག་ཡ་ནོ་ནོ་ལི། ཧའི་བི་རིར་པོ་ང་དང་ཨན་མ་ན་ཐོ་རེལ་ཟླ་བ་བཞི་པ་ལྔ་པ་ཚགས་པ་ང་དང་ལྷེ་མོ་ཅོས་དེ་ནང་ཡན་པ་རྫོགས་སེ་ན་བོར་ན་ཡང་དགུན་ལ་ཁྲོམ་ཟ་ཁེར་ནང་མར་ཀེད་ཁོ་རང། ཨར་མི་ཡ་དང་ནང་ཡ་ལི་ཡུལ་ཁྲིག་ལུས་ས་ནོག་ལེ། Agriculture Department ནས་ང་བཞག་འབོ་ལོག་མཚམས་ཡང་ན་མི་རེ་རེ་གཉིས་གཉིས་སོགས་པོ་ཨི་ཟོ་སྦྱོང་བརྡར་ཞིག་གསལ་བཞག་ལས་མདང་ཁོང་ནས་ཨང་མོལ་དུག་རྣམས་གཅོག་བཅོས་བཙོག་ལ་བཅོས་མོ་སྟེ་སྒོ་མ་དཀྲིས་ནང་བཅའ་དེ་ནས་ལས་མ་ན་ཨི་ཐེ་ལེ་མཚམས་ཡང་ན་མ་ན་ང་ཏང་རང་སྦེ་ཨང་གཏོར་པ་འཇའ་ག་འཇའ་ག་ན་ཨོ་ཟོ་བིང་སྟེ་མ་ན་ཨི་ཟམ་ཆ་རུག་ཡ་ནོ་ནོ་ལས་ཨི་བཙོག་རེ་རེ་ག་ན་ང་ཏང་བཅོ་རེ་བཞི་ལྔ་ཡོང་འདུག་ཟེར་ན་ལྷད་མི་ཤེས་བཞག་ལས་ད་ཡང་ང་ཏང་ད་བ་ཛབ་ཀན་ཀུན་ལ་ད་པ་ཏང་ཨི་ནོག

ཨར་ལུག་ནང་ཚ་སོགས་སྣ་ཚོགས་སྤུ་དག་སྐོང་བ་དང་ཨམ་ལྟ་བའི་ནུས་ལྡན་རོགས་རྣོ་རྣོ་དང་སྙེ་མ་རུ་མི་ལག་ལེན་འཇིགས་ཅན་བསམ་པའི་རེ་བ་རག་མདངས་འབྱུང་ཟླ་རང་ཡར་ལས་ཐོབ་པ་ན་ཕར་ལ། དེ་ནས་འབའ་ཀྲན་ནས་མ་ཞུམ་པོ་ནང་སྐུ་ལྔ་བཞི་ཨ་མ་ཁྱེད་སྐྱབས་བཏབས་སྟངས་ཡོད་དེ་ནས་ཨིན་ཕེག་ཤན་ཚོགས་སངས་ཡོང་བ་ནོག་དེ་ནས་ཨང་ཨིན་ན་ཟུ་ལྔ་བཞི་ལ་བཞི་ཚོགས་སྤུ་ས་བརྒྱད་ལས་ཁོང་ནས་ཀ་གཟུགས་ཨ་བཏབ་ཅིན་མ་ཧར་ཨོ་ཏོ་ཨོ་བཏབ་ཀན་པོ་མདངས་ལྔ་བཞི་ཨ་ཁོང་ནས་ཨི་གཟུགས

ཡུལ་ཨ་ལུ་སོ་མ་ནེ་ཨ་ནོ་ནོ་ལི་ན་ནི་ཀོབ་རེ་ཏི་ཁྱོང་ཨ་ཛ་ཏེ་ནོ་ཡ་ལེ། ང་དང་ཀོབ་རེ་ཏི་ཁྱོང་ཨ་ཛ་ཏེ། ང་དང་ས་བོན་ལ་བོར་ཏེ་ཡ་ལེ། ཨོ་ཏི་སོ་ཨ་ལུ་ཡང་སོ་མ་ཞིག་ཡིན་མོད་ཏེ་ནོ་ཡ་ལེ། ན་ནི་ཨང་ཏཱ་སི་བཞི་ནི་ཁྱོང་ཨ་ཛ་ཟི་ན་ནི་ཨང་ཁྱོང་ཨ་ཛ་ཟི། དེ་ནས་ད་ལོ་ཨང་ཡ་ལེ་ཟ་དི་མ་ན། ཉུ་ཙ་ཅིག་གི་ཉུང་ཨ་ཆགས་འདུག་ཆེན་མོ་ཆགས་འདུག་ཡ་ལེ། ཨ་ལུ་ཕ་ས་ཁ་ལ་ཆགས་རུག་ནོ་ནོ་བཞིན་རེ་རེ་ཡ་ད་ང་དང་ས་ལུད་པོ་ནོ་ན་ཅིག། མདང་རྒྱ་ཐལ་བིན་ཡ་ནོ་ནོ་ལེ། དེ་ནས་ཨ་ལུ་མར་སྤོ་ཨང་སྟབས་སྟོད་ཡ་ལེ་ད་ཡང་ཨར་མི་ཡའི་ཁེར་སྐྱེས་སྤོ་ཁོ་རང་ནང་འཇིག་ན་མདང་བུ་རི་དྲུག་ཅུ་བཞིག་ཙོག་ཞིག་ཁ་ཙེམས་ཏེ་ཡོད་ཡ་ལེ་དེ་ནས་ཨ་ལུ་མར་སྤོ་ཡང་ནོ་ནོ་ལེ་ཨང་ཀ་གཟིག་ས་སྐྱོད་ན་ས་ཁོ་རི་ན་བོར་ཏེ་དུས་ཁོ་རང་ཐོ་རེ་མར་ཨབ་རེལ་རྫུན་མ་ན་ཚགས་པ་ཨར་མི་ཡའི་ཏང་ནང་ཁྲོམ་ལ་ཁེར་ནང་ད་རུང་སྔར་ལས་བན་ད་རུང་ཉི་མ་གཅིག་གི་བུ་དེ་ཡང་ཨིན་ཨང་ཁྱོང་ཅེ་ཟིན་ཡ་ལེ། མ་ན་ཨར་ལུའི་ཨང་ཡ་ལེ་མ་ནང་ཏང་གུན་ལ། ཕཱ་སྐ་ལཱས་མ་ཀེར་ནང་སཱ་བ་ལ་ཡི་ཨར་མི་ཡི་ཁེ་ཏེ་ནོག་ཡ་ནོ་ནོ་ལེ་ཨར་ལུའི་མ་ཨ་ཏཱ་བེ་ཚ་སི་སང། དེ་ནས་ཨར་དོང་ཨར་བང་ཁོ་ར་ང་ཏང་སཱ་ཀོང་ཀྲོ་ཀྲུ་སྟེ་ཡ་ནོ་ནོ་ག་ཞར་གུན་ཏེ་ནང་བོ་ར་ནོག་ཡ་ལེ་ངེ་ཡི་ནང་བོ་ར་ཏེ་ཀྲུ་རེ་ཏཱ་ལོ་ཇཱ་ག་མི་རུག་ཏཱ་ནོང་ཨར་ལུའི་ཁྱོང་ཚོས་ཟིན། དེ་མ་ན་ཡ་ལས་སྒོ་མ་ཨལ་གདོང་གཅིག་བཅིངས་ན་དགའ་སྦྱར་བོ་སྒོ་མ་དགའ་སྦྱར་དང་ཨལ་གདོང་བོ་གྲུ་བཞི་ལས་དེ་ནས་དགའ་སྦྱར་ཚིར་གཅིག་དང་ཡང་ས་ཚིར་གཅིག་དང་སྟེ་ཡང་དགའ་སྦྱར་བོ་གོ་རང་ཨལ་ལུ་ལུ་ག་བཙོག་ལ་མ་ལུ་ག་སྙོམས་ཤིག་ཅོ་སྟེ་ས་ཚིར་རེ་རེ་དགའ་སྦྱར་ཚིར་རེ་རེ་དང་སྟེ། དེ་ན་བཙོག་ལ་བྲམ་སྨྱུང་ཨང་བོ་ར་དེ་ལས་སླ་བུག་ཨང་བོ་ར་ཨལ་གདོང་བས་ན་ནམ་ཚགས་པ་ལྔ་དང་བཞི་ལྔ་ཡང་ང་དང་ནངས་མོ་སྟོན་ཐོག་གཡོག་བྱེད་ལ་ཡང་བཞིན་སྤྱོད་དེ་དེ་ཚགས་པ་ཕ་སྐ་ལ་ས་བཏང་སྟེ་བཞིན་ཁོ་རང་ན་སྦ་བོ་གསུམ་གསུམ་བཞི་བཞི་བསྒྲུས་ཏེ་བཞིན་རེ་རེ་ག་དེ་ན་བཀྲམ་ཉུང་ལ་བུག་ག་སྦྱར་ཚང་ཀ་བཞིན་གང་བོ་ར་ནོག་ནོ་ནོ་ཚང་མས་བོ་ར་ནོག་ལེ། དེ་ནི་ཏེའོ་ཁྲོམ་བཟླ་ཁྱེར་ན་ཡང་ང་དང་ཨར་མི་ཡ་ཡང་ག་ཇར་ཕིང་བླ་སྦུག་ཕིང་ཟེར་ན་དེ་ནི་ཏེ་ཡང་ན་ཡང་ཕིང་སྟེ། ཡང་ང་དང་ཁྲོམ་བཟླ་ཁྱེར་ན་ཧོ་ཀྲོ་ལ་ཁྲི་ཀ་གསལ་སྣང། ཨར་མི་ཡ་གསལ་སྣང་དེ། རིགས་སྤོ་ཚང་མ་སེ་ན་ཀོང་ཀྲོ་ཆོས་སྟེ་བོ་རེད་ལེ། དང་སེ་ཚིར་བོ་ཡུ་ནོ་ཡ་ནོ་ནོ་ལེ་ཡི་ཁ་དྲག་བྲུས་པ། ད་རུང་ཡུ། པུད་མ་ཚ་ར་ནོག་ཡ་ལི་ཡུ་ཨ་ལུ་ཁོ་རང་ཡང་སོ་སེ་གི་ནོག་ནོ་ནོ་ཨ་ལུ་དམར་པོ། ཨ་ལུ་དམར་པོ་ཡ་ལི་ཨི་ན་ཡང་སོ་སོ་ས་དོང་ན་བོར་ཏེ་ཡང་ཨ་ན་འདྲེས་ཆ་རག་བསམ་ཏེ་ནོག་དེ་ནས་ཡང་ཨི་ཚང་མ་ད་རུང་བུ་རི་གཉིས་གསུམ་ཆག་ཡ་ལི་དེ་ནས་ཨི་ཟུག་ཨི་ཚང་མ་ཨི་ཀ་བུ་རི་ཆད་པོ་ཡང་ང་དང་ཀོས་བོས་ཆད་པོ་ཡང་ཅི་ཆད་པོ་ན་ལིབ་ཀ་བསེ་ན་དེ་ནས་དེ་ཁེ་ཏོག་ག་ཨི་ཟུ་ཀུན། ས་དང་ནོག་ལ་ཨི་ས་ཀུན། ཨི་ས་ཀུན་དང་སྟེ་ནང་དེ་ནས། བོར་བ་དེ་ནི་ཐོ་རེ་རྣམས་ང་དང་ཨི་ཟུག་ཅོ་ན་ཡ་ལེ། ཟླ་བ་དང་པེ་ན་དེ་ནི་ང་དང་ཨི། ས་འོ་ཡ་ལེ་འཐེན་པ། དེ་ནི་ཨི་ས་ཉུང་བ་རིགས་བོར་བ་དེ་ནི་ཡུ་ཏཱ་ས་ཡོངས་ཅན་པ་ནོ་ནོ། དེ་ནི་ཨི་ཨ་ལུ་དམར་པོ་འོ་ཡ་ནོ་ནོ་མཚོ་ས་ལ་རྩ་གཅིག་གོ་རག་ཡ་ལེ། དེ་ནི་ཡང་བྷ་ཟར་ལ་མར་ཁེར་ལ་ཨ་ལུ་དམར་པོ་འོ་མ་རིགས་བསྒྲིམ་འདུག་ཡ་ལེ་ཡང་བཞིན་པོ་རག།

ཨོ་གཟུགས་ཨ་ཚི་དཀའ་སྤྱོད་བསད་སྟངས་རྣོ་ཡ་ལས་དགའ་འབྱར། བཀྲམ་སྙུང་བླ་བུག་པོ་ཚང་ཁ་ལ་ཨ་ལུ་ཨ་སྒོམ་འདོ་སྐོབ་བླུག་བསད་ན་ཁེ་ཐོག་པ་ས་དང་སྤ་ཡང་ཚིལ་མ་ཅོ་ནང་འདི་ག་ནོག་ནོ་ནོ། ཡ་ནོ་ནོ་ལས་ད་ང་ཏང་ཨག་ཀྲུ་པ་ལྷ་ལ་ཨག་ཀྲུ་པ་རེ་ད་ད་ང་ཏང་དགུན་ཟླ་ཨ་ལེབ་མཆེད་ལ་ཉེ་མོ་ཤོ་དེ་ནོག་དེ་ནས་ཡ་ང་ཏང་ངོ་ཚོད་གང་ཡོད་གང་ལ་ད་ང་ཏང་ངོ་ཚོད་གང་རྒྱུ་དེ་ཡང་བ་ཁྲོམ་ཤེ་ཁྱེར་ནང་ཡང་ང་ཏང་སྔོན་པོ་ཐོབ་དེ་ནོག་ཡར་ནུ་ནུ་ལི་དེ་ནིའང་དེ་ནང་ངོ་བཙོད་ཁང་ནང་ཡང་ང་དང་ཐག་རིང་ཡང་ལུས་སྐམ་དགུན་ལ་དང་རྒྱ་མཚོ་པོ་ཡར་སྐམ་པོ་ཡིན་ནོག་ཡུ་ཕྱིན་ཚེ་ཟེར་སྐམ་པོ་ནོག་ཡར་ནུ་ནུ་ཕྱིན་ཚེ་ནོག་ཡར་ལི་ཡུ་ཡང་ཡང་ས་ལ་ཅིག་གི་ཡར་སྣ་ཅིག་ཅིག་དེ་ཡི་གཟུགས་པོ་ཡིན་ནོག་ཡར་ནུ་ནུ་ལི་ས་ལ་ཁོ་རང་སྣ་སུ་ནུ་ནོག་ཡུ་ཡང་ས་ལ་རུག་རུག་བཙོག་ལྗོངས་ཅན་ཡར་ལི་སྟོད་ནོག་ཡར་ལི་ཡུ་ཡང་སྤག་བཙོག་ཡིན་ནོག་ཡར་ནུ་ནུ་ཡུ་སྐྲམ་སྨྱུག་ལོ་མ་ཡིན་ཡར་ལི་ཡུ་འབོ་རོ་ཀ་ལི་ཡིན་ནོག་ཡར་ནུ་ནུ་ལི། བོ་རོ་ཀ་ལི་ང་དང་རྒྱམ་བླ་སལ་ན་ང་དང་ར་ད་ཨི་གཟུགས་བུ་ལུ་རིགས་དང་ས་ཡ་ནོ་ནོ་བང་ཤུགས་སྣང་ཁེ་བཤང་ཉོང་ཅན་ཡ་ལི། དེ་ནས་ཡུ་འཛུམ་ཟེར་སྐན་བོ་ནོག་ཡ་ནོ་ནོ་ལི། དེ་ནས་ཡུ་ཏྲམ་ཏྲམ་མི་ནོག་ཡ་ལི། དེ་ནས་ཡུ་ཤན་ཏྲི་ཟན་ཡང་ཚོར་མེད་ཡོང་ཅན་ནོ་ནོ་ལི། རྒྱམ་བླ་སལ་ན་གདོན་གྱིས་ལ་ཅོ་ནང་སང་འདྲ་ལ་ཅོ་ནང་ཨི་ནོག་ཡ་ལི་ད་ང་དང་གུན་ནི་ཕི་ཡ་ང་དང་ར་རྒྱམ་ཚོད་སྐམ་པོ་ང་དང་ར་ཨ་ཚ་སེ་ཀ་ན་ལག་དོན་བོ

ངུ་ཡོན་བཀྲ་མ་བཀྲ་རི་པུ་རི་ནོག་ཡ་ལེ་སྐ་མ་སྐམ་བྱུག་ག་དུས་ང་དང་རང་བཀྲ་མ་བཀྲ་རུང་ན་སྐོར་ལ་ཆ་མ་བཅུག་ག། ཁྲོམ་ལ་འགྲིམ་ན་འགྲིམ་དེ་དེ་ནས་ཨར་མི་ཨེ་སྐ་སྟེ་དེ་ནས་ང་དང་རང། དགུན་ནི་ང་དང་རང་བོ་ཟི་མཛའ་བཅས་སྤོ་མ་ན་ང་དང་ཚང་མས་ཕི་ཡ། ཕན་ཐོགས་ནང་བདེ་མོ་བཞིན་ཡང་ཡིན་ནོག་ཡ་ལེ་དེ་ནས་བིན་བཞུགས་ནང། སྦ་གཟར་ལ་ཁད་དེ་ཡིན་ཡ་ལེ་ང་དང། ཁྲོམ་གཟ་ཡ་ང་དང་ཚོད་མ་ནང་ཉམས་པོ་བིན་སང་བཙོང་བ་ནོ་ནོ་ལེ་དེ། ཚོད་མ་ཤང་པོ་གུང་ཐང་འདྲ་བ་ཡ་ནོ་ནོ་ལྔ་བཅུར་ཡང་ཐོབ་དེ་ནོག་ཡ་ལེ། གུང་ལ་བཙོང་བ་རྫ་ན་མ་ཚོད་མ་ཤང་པོའང་རིན་བརྒྱ་ལ་ཡོངས་དེ་ནོག་ཡ་ལེ། དེ་ནི་ད་ང་དང་ད་དགོན་པ་ཕུལ་ཐང་ཆེས་དེ་ནི་ཡ་ང་དང་རང། ཡང་མང་ཉུང་རེ་གིས་བཟོ་བ་དང་ཨི་ན་བཟོ་སྟངས་སྟངས་ཆེས་མ་ནི་དེ་ཙམ་ཞིག། མཚོ་སྣ་སྐམ་པའི་ག་ལག་ལེན་དེ་ཙམ་ཞིག་ཅུའུ་ཨ་མེ་རི་ཡ་ལས་ད་རུང་མོང་གོལ་དགུན་བཟོ་དེ་ཟིག་བཏང་སྟེ་མ་སྐམ་ས་རག་ཡ་ལས་མོང་གོལ་བུ་མ་རིག་ཅོད་འདི་ཡུལ་ཕ་ས་ལ་ཁྱེར་ཏེ་ད་ལག་མ་བུ་ཡིན་ནོག་པ་ཡ་ནོ་ནོ་ལས་ད་ཡ་ང་ཏང་དགུན་ལ་ཟིག་ད་རུང་འཛག་ས་ཁྲིག་ཅིག་མ་སྐམ་ས་རག་ཡ་ལས་དེ་ཡུལ་ལ་བེར་ཁ་བཏང་སྟེ་ནང་དེ་ནི་ང་ཏང་ཚག་མེད་ཀ་སལ་པ། དེང་སང་སྤ་ཡ་ལེ་ཡིན་ན་ཡིན་ནོག་ཡ་ན་ནོ་ལེ་ཡིན་ན་བིན་ཤི་མོ་ནོག་དེང་ཡུལ་ནིང་ཡང་བཙོང་སྟངས་སྤིན་ཡ་ལེ་སྔོན་པོ་ཨ་རིན་རྒྱ་ལ་ཚོབ་འདུག་པ་ད་ལོ་ད་ལོ་ཨང་རེས་སྐྱོ་ད་ཨང་རེས་མོ་སྐྱོ་ད་སང་ཡ་ལེ་དེ་ནི་དེ་ན་སྐྱེ་ལོ་རྒྱ་ཅུ་རིག་ཐོབ་འདུག་ད་ཡང་ནང་མོ་སང་ནི་བོ་ཞིག་མ་ནི་མི་རུག་དེང་ཡར་ལ་ང་དང་རང་དོན་ནང་ཡུལ་རྒྱས་མོ་རག་ཡ་ལེ་ཡུལ་ཁག་གཉིས་གཉིས་སྐྱོ་སྤ་དེ་ཨོ་དོད་ནི་ཨོ་གཟུགས་ཤིག་དལ་ཅིག་འདུག་ཡ་ནུ་ནུ་ལེ། ཡི་དལ་པོ། ཚ་སྐང་གཟུ་རུ་རེ་བཙུགས་སྟངས་སྤིན་དེ་ནི་ཡང་བ་ཟར་ལང་ཐང་ཁ་ཅིག་ཁེ་ཏེ་ད་ཡུལ་ས་བོན་ལ་ཡང་ཚ་སྐང་ཇི་གཉིས་སུ་འཇིག་ཁེ་དོགས་སམ་དེ་བོར་སྟངས་སྤིན་ཡང་དལ་པོ་ཁོ་རང་ཡི་གཟུགས་ཤིག་རིལ་རིལ་འཇིག་འདུག་པ་ནུ་ནུ།